འདི་ག་ནག་མོག་གི་སེམས་རྒྱུད་ཚིམ་པའི་ཀུན་ཁྱབ་བརྙན་འཕྲིན་ལས་རམ་ཨང་ཉིས་བརྒྱ་དགུ་ཅུ་གོ་གཉིས་པ་ཡི་ནང་ལོགས་ལ་ཡ། བརྗོད་བཤད་ཀྱི་ཆ་ནས། ལྷ་འདྲེ་ལུས་འུར་ཟིང་དང་འུར་སྡུག་གི་དཀའ་ངལ་ཡོད་སྲིད་ཅེས་བཤད། ལས་རམ་འདིའི་ནང་ལོགས་ལ་ཡ་སྐུ་ངོ་སྤྱི་འཐུས་ལས་ཐོག་ཅིག་གིས་གསུང་མཚམས་གལ་ཆེན་པོ་གཉིས་དང། གཞན་པ། དགེ་འདུན་པ་གཅིག་གིས་རྩོམ་ཡིག་སྐད་གྲགས་ཅན་གཅིག་སྒྲོག་སྦྱང་ཞུ་ཡ་བྱས། ད་ཐེངས་ཀྱི་ལྷ་འདྲེ་ཀྱི་འུར་ཟིང་དང་འུར་རྡོ་གི་དཀའ་ངལ་འདིའི་གི་སྐབས་སུ་ཐད་ཀར་འབྲེལ་བ་ཆགས་ཡོད་པའི་གི་གནད་དོན་དང་སྤྱི་ཚོགས་དྲ་ལམ་མང་པོ་ནང་ལོགས་ལ་དགའ་བསུ་ཆེན་པོ་ཐོབ་འདི་ངེད་ཀྱིས་བརྙན་ཐུང་གཅིག་བཅས་སྒྲ་སྒམ་བཅས་འདི་འདྲི་གཅིག་ཚུལ་ཕྱོགས་སྒྲིག་བྱེད་པའི་གི་ལས་རིམ་གཅིག་ཆགས་ཀྱི་ཡོད་རེད། དུས་ཚོད་ལ་ཆ་མཚོན་པ་ཡིན་ན་དེ་རིང། ཕྱི་ལོ་ཉིས་སྟོང་བརྒྱད་མེད་ཉི་ཤུ་རྩ་དྲུག་ལོའི་ཕྱི་ཟླ་དང་པོའི་གི་ཚེས་པ་བཅོ་བརྒྱད་རེས་གཟའ་ཉི་མ་ཆགས་ཀྱི་ཡོད་རེད། དེ་འདྲའི་ཞིག་ཞུ་བ་དང་དེ་ནས་རིམ་པས་གི་ལས་རམ་དེ་རྣམ་པ་ཚོས་གསན་སྲིད་གནང་རོགས་གནང། ད་དེ་རིང་གི་ལས་རམ་གི་ནང་ལོགས་ལ་དང་པོ་དེ། ཀོང་བོ་སྤྱི་འཐུས་ལས་ཐོག་སེ་ཏྲ་ཚུལ་ཁྲིམས་མཆོག་གིས་གསུང་རྩོམ་གཉིས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་གི་ཡོད་ཙང། སོང་མཚམས་གཉིས་ཆ་ལོ་མ་ཆ་ཚང་ཅིག་སྒྲོག་སྦྱང་ཞུས་བསྡད་པ་ཡིན་ན། སྐབས་རེ་སྐབས་རེའི་སྒྲོག་སྦྱང་ཞུས་པ་ཙམ་གྱིས་གསལ་བོ་མི་གོ་མཁན་དང། དེ་ནས་དེ་རིང་ལས་རབ་འདེད་ཡིན་པ་ཡིན་ན་ཡང་དུས་ཚོད་རིང་པོ་ཞིག་པོ་ཅིག་ཆགས་འགྲོ་གི་ཡོད་པས་དཀའ་ངལ་དེ་གཉིས་ལ་བརྟེན་ནས། སོང་མཚམས་དེ་གཉིས་ཀྱི་ནང་དོན་དུ་རྡོག་རྡོག་བཅས་བྱས་གནང་བ་ཚོ་ལ་ཞུ་ཡ་ཡིན། ཨ་གསུང་རྩོམ། དུས་ཚོད་ཀྱི་ཆ་ནས་མངལ་ལ་ཐོན་པ་གསུང་རྩོམ་དེའི་ནང་ལོགས་ལ་ཡ། མགོ་བརྗོད་དེ་ལ་མི་གནས་ཆུང་དང་ལྷ་གནས་ཆུང་ཟེར་བྱས་ཏེ་རྩོམ་ཡིག་དེའི་མིང་ཞིག་བཏགས། ད་དེའི་ནང་ལོགས་ལ་ཡ། དུས་རབས་ཉེར་གཅིག་པ། དེའི་ནང་ལོགས་ལ་ཨཱས། སྔོན་མ་དང་མ་འདྲ་བར་བྱས་ནས་ཆོས་སྐྱོང་སྲུང་མ་ལ་ཡིད་ཆེས་བྱེད་མཁན་དང། གཟུགས་མེད་ཀྱི། ལྷ་དེ་ཚོ་བྲིས་ཏེ་ད་རྡུང་གྲོགས་བྱེད་ཀྱི་ཡོད་རེད་ཁྲི་ལས་སྒྲུབ་ཀྱི་རེད་ཟེར་ཡ་དེ་ཚོ་ལ་ཡིད་ཆེས་བྱེད་མཁན་དེ་དཀོན་པོ་ཡོད་རེད། ལྷག་པར་དུ་ད་ལྟའི་དུས་སུ། ཆོས་སྐྱོང་ཁ་ཤས་ཤིག་མི་ཡི་སྟེང་ལ་མ་བབས་ཡོང་དུས་གང་ལགས། ད་མི་ཡི་སྟེང་ལ་བབས་ཡོང་དུས། ལུང་བསྟན་དང་སྐད་ཆ་བཤད་ག་རེ་ཡིན་པ་ཡིན་ན་རང་ཉིད་ཀྱི་ལྟ་ཚུལ་དང་མཐུན་དང་མི་མཐུན་གཙོ་བོ་འཛིན་ཡག་འདྲ་བྱུང་མ་གཏོགས་དཔེ་གི་དངོས་ཡོད་གནས་ཚུལ་དང་མཐུན་པོ་འདུག་དང་མི་འདུག་དེ། བསམ་བློ་བཏང་མཁན་དེ་དཀོན་པོ་ཆགས་བསྡད་ཡོད་རེད། འདི་འདྲ་ཞིག་གསུངས་གནང་འདུག་ད་དེ་ནས་ཁོང་གིས། ཉིས་སྟོང་བརྒྱ་མེད་བཅུ་དྲུག་གི་ཟླ་བ་བཞི་པའི་ཚེས་གཅིག་ཉིན་མོ་དེ་ལ་གནས་ཆུང་གྲྭ་ཚང་ནང་ལོགས་ལ། བཀའ་བློན་དང་སྤྱི་འཐུས་མཉམ་དུ་འཛོམས་ཡོད་པའི་སྐབས་ལ། ཆོས་སྐྱོང་སྤྱན་འདྲེན་སྤྱི་འཐུས། བཀྲ་ཤིས་ཚེ་རིང་མ་སེར་ཇོ་རུ་བ། འོ་དིག་གིས། དབུས་གཙང་སྤྱི་འཐུས་ཟླ་བ་ཚེ་རིང་གི་རྒྱབ་ནས་འཇུས། གདུགས་ཚོད་ཟུངས་ཤིག། དམ་སྲི་འབྱུང་པོ་འདི་ལ་མི་ག་ལ་ཞིག་ཟད་ཅིག་དེ་འདྲིས་ཅིག་གི་བཀའ་བཀྱོན་ཕལ་པ་བྱས། དེའི་གི་བཀའ་བཀྱོན་ཕལ་པས་ད་ཡི་གེ་དག་མ་སོང་ན་དེའི་ཐོག་ལ་ཡག་ཡིག་ཐོག་ལ་མ་དཔག་འོང་དུས། སྐབས་དེ་དུས་གི་སྤྱི་འཐུས་ཚོགས་གཙོ་ཡིན་ཏེ་ངས་དམ་པའི་གི་འདེམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་ཆགས་བསྡད་ཡོད་ར་བ་ཨ་ཁུང་གི་མཚན་རྟགས་དེ་བཀོད་ཡོད་རེད། ཡིན་ན་ཡང། ད་དེ་ཚོ་ལ་ཡང་རིན་ཐང་བརྩི་བདེ་མཁན་ཇི་ལྟར་ལག་བསྟར་བྱེད་མཁན། དགའ་ལྡན་ཕོ་བྲང་གི་ལས་ཀྱི་སྣེ་མོ་བ་ཡིན་ན་འདྲ་བོད་མི་སྒྲིག་འཛུགས་ཀྱི་འགོ་ཁྲིད་ནང་ལོགས་ལ་ཡང་ཧ་ལམ་དེ་མི་འདུག་ཨཱ། དེའི་རྗེས་ལ་ཡང། ཉིས་སྟོང་བརྒྱད་མེད་ཉི་ཤུ་རྩ་གསུམ་གྱི་ལོ་ལ། ལོ་སར་གྱི་སྤྱི་འགྲེང་སྐབས་ལ་ད་འདི། དུས་ཚོད་དེ་ཉིས་སྟོང་བརྒྱད་མེད་ཉི་ཤུ་རྩ་གསུམ་ཟེར་དུས། འདེམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་གིས་ད་བཀའ་ཤག་འགན་འཁྱེར་བའི་སྐབས་ཟེར་བ་རེད་བ། གོང་ས་མཆོག་དབུ་བཞུགས་ཀྱི་ཐོག་ལ། གཉན་ཆེན་ཐང་ལེ། སྐུ་རྟེན་ལ་ཡང། རྨ་རྒྱལ་འབུམ་རམས་བབས་བྱས་ནས། སྲིད་སྐྱོང་དང་ཁྲིམས་ཞིབ་པ་ལ་ཡང་བཀའ་རྒྱུན་དང་ཆང་ཕེབས་དངོས་སུ་ཕེབས་པའི་ལོ་རྒྱུས་ཡོད་རེད། ཡིན་ན་ཡང། གྲོས་ཚོགས་ནང་ལོགས་ལ་མིའི་རེ་ཟུང་གི་དྲི་བ་དྲིས་ལན་འདྲ་པོ་བྱས་རྗེས་མ་གཏོགས་པའི་གི་དོན་ངོ་མའི་ཐོག་ནས་དོ་སྣང་བྱེད་མཁན་དང་རིན་ཐང་སྤྲོད་མཁན་གཅིག་མཐོ་རིམ་དཔོན་རིགས་ནང་ལོགས་ལ་བྱུང་ཡོད་མ་རེད།

མདོར་བསྡུས་ནས་བཤད་པ་ཡིན་ན། ལྷ་མི་ལ་ཞུགས་ནས། ལྐོག་གྱུར་གྱི་གནས་ཚུལ་དེ་ཚོ། ལྷ་མ་ལྐོག་ཡ་གྱི་གནས་ཚུལ་དེ་ཚོ་ཟེར་གྱི་ཡོད་རེད་བ། ལུང་བསྟན། གནང་དགོས་ཡ་ཅིག་ཆགས་ཀྱི་ཡོད་རེད། ཡིན་ན་ཡང་སྐབས་རེ། མིས་ལྷ་ལ་ཞུགས་ཀྱི་ཡོད་པའི་གདམས་པ་འདྲ་བོ། ད་ལྟའི་དུས་ལ་ཡང་མངོན་གསལ་དོད་པོ་ཆགས་ཡོད་པ་འདུག། དཔེར་ན། ཉེ་ཆར། མི་གནས་ཆུང་རྡོ་རྗེ། ལྷ་གནས་ཆུང། ལུང་བསྟན། འགྲེལ་བརྗོད་བྱས་ཡོད་རེད་བ། སྐུ་ཞོགས་གཅིག་གིས་འགྲེལ་བརྗོད་བྱེད་ཀྱི་འདུག་བ་གནས་ཆུང་རྡོ་རྗེ་ཟེར་གྱི་དེ། འོ་དེ་ལ་བལྟས་པ་ཡིན་ན། ལྷ་ཡི་བཀའ་མ་གནང་ཡང། ལྷ་ཡི་ཐུགས་ལ་གང་དྲངས་པ་ཚང་མ་ཁོ་རང་གིས་ཤེས་ཀྱི་ཡོད་པས་བཟོ་གྲབས་བྱས་བྱས། སྐབས་རེ། ལྷ་ཡི་འཁོར་ལ་མི་ཞུགས་པ་ཞིག་ཏུ་ང་ཚོ་ངོས་འཛིན་བྱེད་ཆོག་པ་འདྲ་བོ་ཅིག་འདུག། གཞན་པ་གཅིག་ལ་ཡང་སྐུ་རྟེན་དང། དེ་ཚོ་གི་འབྲེལ་ཡོད་ཀྱི་མི་དེ་ཚོ་གི་བསམ་ཚུལ་དང་མཐུན་པ་འདྲ་ཅིག་ཆོས་སྐྱོང་གིས་ལུང་བསྟན་གནང་གི་ཡོད་པས་བཟོ་འདྲ་བོ་ཅིག་ཐུག་གི་འདུག། མ་འོངས་པ་ལ་ཡང། ལྷ་ལྷའི་ས་ལ་བཞག། མོ་མི་ཡི་ས་ནས་བསྡད་ན། ང་རང་ཚོ། རྙོག་དྲ་དེ་སང་ཚང་ཡོང་འདོད་ཡོད་མ་རེད། མང་གཙོའི་ལམ་ལུགས་ཀྱི་འོས་བསྡུ། དྲིལ་བསྒྲགས་ལ་སོགས་པ་འི་ཆབ་སྲིད་ཀྱི་རྩོད་རྙོག་གི་ནང་ལོགས་ལ་ཡ། ལྷ་དང་ཆོས་སྐྱོང་གི་རྣམ་པའི་ཐོག་ནས། མཉམ་ཞུགས་བྱས། ད་དེང་སང་བྱེད་ཀྱི་ཡོད་རེད་བ། མཉམ་ཞུགས་བྱས་བྱས། ཨ་དེ་ནས་ཕྱོགས་རིས་འཐེན་འཁྱེར་བྱས་པ་དེ་བཙན་བྱོལ་བོད་མི་གི་མང་གཙོའི་ལམ་ལུགས་ཀྱི་ནང་ལོགས་ལ་ཤན་ཆ། གཙོ་བོ་གཅིག་རེད། ད་སྐྱོན་ཆ་གཙོ་བོ་ཅི་རེད་ཟེར་བྱས། རྩོམ་ཡིག་འདི་ནང་ལོགས་ལ་གནས་ཚུལ་དེ་འདྲ་ཞིག་སོང་ན་ཤག། ད་དེ་ནས་རྩོམ་ཡིག་གཞན་པ་འདི་གི་མགོ་བརྗོད་ལ་ཡང་རྩ་དོན་བོར་བའི་འོས་འདུག་ཟེར་ནས། ད་རྩོམ་ཡིག་དེ་གཉིས་ནང་ལོགས་ནས་ད་ད་ལྟའི་གི་རྩོམ་ཡིག་དེ། ད་གསར་ཤོས་གྲོགས་ཆགས་ཀྱི་ཡོད་རེད། དེའི་ནང་ལོགས་ལ་ཡང་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་བཙན་བྱོལ་བོད་མིའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོ། མགོ་བཙུགས་ཟིན་པ་རེད་ཟེར་བྱས་བྱས་ད་ད་ལྟའི་ང་ཚོ་ལས་རམས་དེ་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་རེད་བ། དེ་བྱེད་དུས་ད་དེའི་ནང་ལོགས་ལ་ཡང་ཁོང་གི་དགོངས་ཚུལ་དེ་རྡོག་རྡོག་འདྲ་བོ་བྱས་ཏེ། ད་ལྟའི་ཆ་ལ་ཡང། ད་སྤེན་པ་ཚེ་རིང་གིས་སྲིད་སྐྱོང་འོས་བསྡུ་དང་འབྲེལ་བའི་ཐོག་ནས་བགྲོ་གླེང་བྱེད་ཀྱི་མིན་ཞེས་གསལ་བཤད་གནང་ཡོད་རེད། དེ་བྱེད་དུས་ནི་ལས་ཐོག་གི་སྲིད་སྐྱོང་འོས་བསྡུ་དང་འབྲེལ་བའི་བགྲོ་གླེང་ལ་མ་ཞུགས་པ་ཡིན་ན་འོས་མི་གཞན་པ་གཅིག་པོ་གཅིག་གིས་མང་པོ་གནང་བ་དེ་ལ་ཡང་རྒྱུ་མཚན་གང་ཡང་མི་འདུག་དེ་སྡོམ་ཞིག་རྒྱག་དགོས། དེ་ག་ནང་བཞིན་གྱི་བླ་བྲག་ཁག་གི་ནང་ལོགས་ལ་ཡང་འོས་མི་ལངས་ཡ་ལ་ཡང་སྔོན་མ་དང་མ་འདྲ་བར་ད་དེང་སང་བཀག་འགོག་ཅིག་གི་སྐད་ཆ་བྱེད་ཡོད་རེད། དཔེར་ན་རྡ་རམ་ས་ལ་ཡ། སྤྱི་འཐུས་ལངས་མཁན་གྱི་དགེ་རྒན་ཁ་ཤས་འོས་མི་ནས་ཕྱིར་འཐེན་བྱེད་བཅུག་བཞག། དེ་ནས་ད་ཚོགས་པ་དང་ཚོགས་པ་གཅིག་གིས་གཞི་རིམ་དགེ་རྒན་སྤྱི་འཐུས་སུ་ལངས་མ་བཅུག་པ་ཡིན་ན་ཡང། མཐོ་སློབ་དགེ་རྒན་དེ་འདྲས་སྤྱི་འཐུས་སུ་ལངས་ཆོག་པ་འདྲ་པོ་དེ་འདྲས་ཀྱི་ད་གང་ལྟར། འདྲ་མཉམ་མེད་པའི་གི་ཐག་གཅོད་དེ་འདྲས་ཡོང་གི་འདུག། ད་དེ་ཚོའི་གྲས་དེ་གང་ཟག་སྒེར་པ་ལ་དམིགས་པ་ཅིག་ཡིན་པ་ཡིན་ན་མ་གཏོགས་པའི་གི་རྒྱུ་མཚན་དམིགས་བསལ་བ་གང་ཡང་མཐོང་ཐུབ་ཀྱི་མི་འདུག། དེ་ག་ནང་བཞིན་སློབ་གྲྭ་ཁ་ཤས་ཀྱི་ནང་ལོགས་ལ་ཡང་སློབ་གྲྭ་དེ་གའི་སློབ་སྤྱི་དེ་སྤྱི་འཐུས་སུ་ལངས་ཆོག་གི་ཡོད་རེད་དེ། ཡིན་ན་ཡང་དགེ་རྒན་སྲིད་སྐྱོང་ལ་ལངས་པའི་གི་རྒྱུ་མཚན་ལ་བརྟེན་ནས་སློབ་སྤྱི་དེ་ལས་གནས་ནས་ཕྱིར་འབུད་བྱས་པའི་གནས་ཚུལ་ཡང་གོ་གི་འདུག་དེ་བྱེད་དུས་ད་སློབ་སྤྱི་དེ་སུ་རེད། སྤྱི་སྲིད་སྐྱོང་ལ་ལངས་པའི་ལངས་མཁན་གྱི་དགེ་རྒན་དེ་སུ་རེད། ར་བ། སྲིད་སྐྱོང་ལ་ལངས་པའི་དགེ་རྒན་དེ་གིས། བསླབ་སྤྱི་དེ་ཁོ་རང་གི་དགེ་ཕྲུག་ཡིན་པ་ལྟ་བུ་གི་ཐོག་ནས་གང་ལྟར། ལས་གནས་ནས་ཕྱིར་འབུད་བྱས་ཡ་དེ་འདྲའི་གནས་སུ་གོ་གི་འདུག། གཞན་པ་གཅིག་ལ་ཡང། སླབ་གྲ་ཁ་ཤས་གི་ལས་བྱེད། སྤྱི་འཐུས་ལ་ལངས་ཆོག་གི་མ་རེད། དེ་གི་རྒྱུ་མཚན་དེ་ལ་ཡང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་ལས་འགུལ་ལ་ཞུགས་ཆོག་གི་མི་འདུག་ཞེས་བཅས་སྒྲིག་གཞི་དེ་ལུང་དྲངས་བཞག། དེ་འབྲེལ་གྱི་ཐོག་ནས་ཏང་ཡོངས་འདུས་བོད་མི་མང་སྤྱི་འཐུས་ལྷན་ཚོགས་དེ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཙམ་ལས་ཡང་ངོས་འཛིན་བྱས་བསྡད་པ་འདྲ་པོ་དེ་འདྲས་ཅིག་གི་བརྡ་ལན་སྤྲད་པ་འདྲ་ཅིག་གི་གནས་སྟངས་ཀྱི་ཐོག་ནས། ཨ་དེ་ཡག་པོ་ཞིག་རྩ་བ་ཉིད་ནས་མ་རེད། ཡག་པོ་ཞིག་གཏན་ནས་མ་རེད། ད་ལྟའི་ཆ་ལ་ཡང། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་མང་གཙོ་གི་ལྟ་གྲུབ་དང་ལག་ལེན་དངོས་ཀྱི་ཐོག་ནས་བཤད་ཡོང་དུས་གང་ལ་འགལ་བ་ལྟག་སྤྲོད་འདྲ་པོ་ཆགས། འདི་འདྲས་ཅིག་གི་དུས་ཚོད་ཅིག་ལ་ཡང་བོད་ཀྱི་རྩ་དོན་དང་སྤྱི་པའི་སྒྲིག་འཛུགས་ལ་བསམ་བློ་བཏང་ནས་འོས་བསྡུའི་ནང་ལ་མཉམ་ཞུགས་བྱེད་མཁན་དེ་དཀོན་པོ་ཆགས་ཡོད་ཚོད་འདུག་ཅེས་བྱས་ད་ཚོད་དཔག་ལྟ་བུ་ཐོག་ལ་དེ་འདྲ་ཅིག་གསུངས་གནང་ཤག་ད་དེ་ཡན་ཆད་ཀྱི་རྩོམ་ཡིག་གཉིས་ཀྱི་ནང་དོན་དེ་རྣམ་པ་ཚོ་ལ་ཡ་རྡོག་རྡོག་ཅིག་བྱས་བྱས་གོ་བདེ་བོ་འགྲོ་ཅིག་བྱས་པའི་སྐད་ཆ་ཡིན་གཙོ་ཆེ་ཤོས་དེ་རྣམ་པ་ཚོ་ཐུགས་སྣང་ཡོད་པ་ཡིན་ན་ཡིན་གཅིག་མིན་གཅིག་གིས་བོད་ཀྱི་བང་ཆེན་གྱི་ཆེད་དུ་བརྗོད་པའི་ཚན་པ་དེ་ནང་ལོགས་ལ་ཕེབས་པ་ཡིན་ན་གསུང་རྩོམ་ཆ་ཚང་ལོག་ལོག་འདུག་རེད་ཅེས་བྱས་ད་བརྗོད་ཞུ་རྒྱུ་ཡིན། ལ་རེད་ད་དེ་ནས་གང་ལ་ཡ། ལས་རིམ་འདི་གི་བརྗོད་གཞི་ངོ་སྤྲོད་ཞུས་པའི་སྐབས་ལ་ཡ། དགེ་འདུན་པ་གཅིག་གི་རྩོམ་ཡིག་སྐད་གྲགས་ཆེན་པོ་གཅིག། དེ་ནས་སྒྲོག་སྦྱང་ཞུ་གི་ཡིན་ཟེར་བཞིན་ཤོད་ཡོད་རེད། རྩོམ་ཡིག་དེ་ལ་ཆ་མཚོན་པ་ཡིན་ན། དྲ་རྒྱའི་བརྒྱུད་ལམ་ཁག་ནས་ད་གོ་བ་རང་ཉིད་ལ་འབྱོར་བསྡད་པ་གཅིག་བྱས། ད་ངས། འགན་འཁུར་ལྟ་བུ་གི་ཐོག་ནས། བརྒྱུད་ལམ་འདི་གང་ལ་སྤེལ་བའི་སྐབས་ལ་ཡ། གཅིག་བྱས་ན་དྲ་རྒྱའི་བརྒྱུད་ལམ་ནས་ཧོ་ཡག་དང་མ་དང་བྱེད་དུས་གང་ལེགས་ད་ཡི་གེ་འབྲུ་ཆད་པ་དེ་འདྲས་ཡོང་སྲིད་པ་ཅིག་རེད་དོ་བ་དེ་འདྲས་བྱེད་དུས་དག་ཆ་དེ་འཕྲལ་ལ་ཕྲན་བུ་ཅིག་གཙང་མ་འདྲ་བྱོས་སུ་ཡོད་རེད་ཅེས་བྱས་རྣམ་པ་ཚོ་ལ་ཞུ་ཡ་བྱས་དེ་ནས་རིམ་པས་རྩོམ་ཡིག་དེ་གསན་བཞེས་གནང་རོགས་གནང།
སྐྱབས་བསླུ་མེད་བླ་མ་དཀོན་མཆོག་གིས། དུས་དེ་རིང་བརྩེ་བས་དགོངས་སུ་གསོལ། གནས་བྱིན་ཅན་དཔལ་ལྡན་འབྲས་སྤུངས་ནས། སེམས་བརྟན་འགྲོར་སྨྲ་བའི། སྙིང་གཏམ་འབུལ། མགོན་བླ་མ་རྒྱ་བ་ཐམས་ཅད་ཀྱིས། ཐུགས་ཡེ་ཤེས་དབྱིངས་འདི་ལེགས་གཟིགས་ནས། མི་ལོངས་པའི་སྐྱེ་འགྲོ་ལས་ངན་བདག། ཆགས་སྡང་གི་མུན་བྱིན་བསལ་དུ་གསོལ། འདྲེ་ནག་པོའི་ལག་པ་ཇེ་རིང་རེ། ངེད་དགེ་འདུན་འདི་ལ་གནོད་འཚེ་ཆེ། ལར་བཀའ་ཆོས་སྐྱོང་བའི་མཐུ་ཆེན་རྣམས། དུས་དེ་རིང་གདན་ས་གཏོང་རོགས་མཛོད། ལྷ་གནས་བྱུང་ཆོས་ཀྱི་རྒྱལ་པོ་ཁྱེད། ངས་འབྲས་སྤུངས་པ་ལ་གཞན་དགའ་ན། དུས་ད་ལྟ་ཡིབ་ནས་མ་བཞུགས་པར། ཞལ་དངོས་སུ་བསྟན་འདི་ཕྲིན་ལས་སྒྲུབ། བྱོན་དཔའ་འདན་མ་གསོལ་རྒྱ་མོ་འདི། ཁྱོད་འབྲས་སྤུངས་པ་ལ་མི་སྲིད་བསམ། ངས་དམ་ཆོས་སྒྲུབ་པའི་སྐྱེས་བུ་རྣམས། ཐུགས་བདེ་བའི་དོང་གྲོགས་མཛད་རན་གདའ། ནས་འབྲས་སྤུངས་པ་ཡི་བཤེས་གཉེན་རྣམས། དུས་དེ་རིང་བདག་ལ་གསན་དུ་གསོལ། བསྟན་འགྲོ་བ་སྙིང་དུ་སྨྲ་བ་ལྟར། དོན་སྙིང་པོ་ཕན་པའི་གྲོས་རེ་མཛོད། གནའ་སྔ་མོ་བོད་ཀྱི་གཏམ་དཔེ་ལ། ཟས་བཞེས་ཟས་ཀྱིས་ཁྱིན་འཛུམ་མུལ་མུལ། གནས་ལྷ་ཁང་མི་ཡི་ཚིག་འཛུམ་ཤིག་ཤིག། འདི་ལྟ་བུའི་དཔེ་ལ་མ་ཞུགས་རོགས། ཨོ། ལ་ལས་གནས་ཆུང་རྫུན་མ་སྲིད། ཡང་ལ་ལས་གནས་ཆུང་སྐུ་རྟེན་སྲིད། གང་ལྟར་ཡང་ལུང་གཞིའི་ཕེབས་པ་འདི། མགོན་ཆེན་པོ་ཟང་ཟིང་གནས་ལ་བསྒྱུར། བློ་གཟུ་བོར་གནས་པའི་སྐྱེ་བོ་རྣམས། དུས་དེ་རིང་རིག་པ་གསོང་པོ་བརྗོད། རྗེ་བླ་མའི་ཐུགས་དམ་དཀྲུག་སྙིང་ཆེ། སྡེ་འདི་ཡི་ཐུན་བཟང་མཉམ་ཉིད་བདག། དུད་ནག་པོའི་བསྟན་པ་ཇི་ལྟར་འདི། བདག་བསམ་ཞིང་བསམ་བཞིན་ཡིད་རེ་སྐྱོ། ལས་དམ་ཚིག་ལྡན་པའི་གྲོགས་དག་གི། བློ་གཡེང་བ་མ་མཛད་དྲང་པོ་སྐྱོང། ཕ་བླ་མའི་ཞབས་ཏོག་བསྒྲུབ་འདོད་དང། བསྟན་འགྲོ་བ་གཅེས་པའི་རབ་བྱུང་རྣམས། མི་སྦྱིན་པས་མཐོང་བའི་དོན་དངོས་རྣམས། གཏམ་དྲང་པོ་སྨོན་ཏེ་བདེན་པར་གསུངས། གལ་ཏེ་འདི་དག་ཁོ་བོས་གནོང་གྱུར་ན། བཀའ་སྲུང་རྣམས་ཀྱིས་བདག་གི་སྲོག་འཕྲོག་རོགས། གལ་ཏེ་བསྟན་སྒྲུབ་ཕན་པའི་གྲོས་བདག་ན། ཀུན་གྱིས་དུས་ལ་མ་བལྟ་བསྒྲུབ་པར་གསོལ། གོང་དུ་ཞུས་པའི་རྩོམ་ཡིག་འདི་སྤེལ་མཁན་དགེ་འདུན་པ་ཨོ་ཐོག་ཡོན་ཏན་ཞུ་བ་ཁོང་གིས་རྩོམ་ཡིག་དེ་གི་གཤམ་ལ་ཡར། གདན་ས་འབྲི་གུང་གི་རང་ཤག་ནས། མདོ་སྔགས་བསྟན་པའི་འབྱུང་གནས་གདན་ས་ཆེན་པོ་འདི་རུ། དགེ་འདུན་སྡེ་དྲུག་དང་ཕ་བླ་མའི་ཐུགས་དམ་དཀྲུགས་ཉེས་ཆེ་བ། དོན་ངོ་མའི། འབྱུང་པོ་ལས་ངན་གྱི་ལྗང་གུར་རྩོམ་བཞིན་པ་ལ་རང་སྲུང་བྱས་ནས་སྡོད་མ་བཟོད་པར། ལྷ་བླ་མ་ལ་གསོལ་འདེབས་དང། མགོན་བཤེས་གཉེན་ལ་ཞུ་སྐུར། གྲོགས་དང་ལྡན་ལ་དྲན་སྐུལ་དང་བཅས་ཏེ་སྤེལ་བའོ་ཞེས་འཆད་ཁྲིད་གནང་ཤག། ད་དེ་ནས་རིམ་པས་ཀྱི་ལས་རམ་ངོ་སྤྲོད་ཞུ་ཡག་ནང་ལོགས་ལ་ཡག་བརྙན་ཐུང་གཅིག་དང་སྒྲ་སྒམ་གཉིས་ངོ་སྤྲོད་ཞུ་ཡག་ཡོད་ཟེར་བྱས་ནས་གང་ལ་ཞུ་བ་ན་གཞན་བྱས་བྱས། བརྙན་ཐུང་དེ་ངོ་སྤྲོད་ཞུ་ཡག་དང་སྒྲ་སྒམ་གཉིས་རིམ་པས་ངོ་སྤྲོད་ཞུ་ཡག་ཡིན། བརྙན་ཐུང་གཅིག་དང་སྒྲ་སྒམ་གཉིས་ཆ་བཞག་པ་ཡིན་ན་ད་ལྟའི་ཆ་ལ་ཡག། བཅུ་གཙོ་བོ་གི་སིང་ཆ་འདིའི་ནང་ལོགས་ལ་ཡག་ཧ་ཅང་གི་སྐད་གྲགས་ཆེན་པོ་དང་མི་མང་གི་ཞེ་དྲག་གི་དགའ་པོ་བྱེད་ཀྱི་འདུག་དེ་ཡིན་དུས་ག་ལ་ལས་རབས་འདི་ནང་ལོགས་ལ་ལོ་རྒྱུས་ཀྱི་དྲན་རྟེན་ལྟ་བུ་ཅིག་གི་ཐོག་ལ་ཡ་བཞག་བཞག་པ་ཅིག་ཆགས་ཀྱི་ཡོད་རེད་རྣམ་པ་ཚོ་རིག་པས་གསན་རོགས་གནང། ཡ།
ནི་ཚང་མ་ཚེ་རིང། ད་ལྷ་འདྲེ་གདོན་འདྲེ་རྐུབ་ལ་རྒྱུག་བསྡད་ན། ང་ནི་ན་ནིང་རྒྱ་མིག་སོ་པ་ཅིག་གླས་འདུག། འདི་རྒྱ་མིག་སོ་པ་འདི་གླས་དུས་ལྷ་འདྲེ་གདོན་འདྲེ་ཁྱེད་གང་ལ་ཕན་ཐོགས་མི་འདུག།

གཞན་མ་དུ་ཁྲིལ་ཏེ། ཆུ་ལུད་གཞན་མ་དུ་སོ་ཏྭ་ས་ཉེ་སར་འདུལ་བ་དེ་འདྲའི་ག་བ་སེང་བྱས་ད་ལྟ་བར་དུ་ག་དུས་ག་དུས་སེང་བྱས་སོ་དེ་འདྲའི་ཏྭ་ས་ཉེ་སར་ཕར་ཚུར་མང་པོ་འདུལ་བ། ད་ད་འདྲའི་དངོས་ནི་གྲང་མོ་འདུལ་སོ་བའི་ཁྲིད། ཐག་ཆོད་དེ་འདྲ་དེ་འདོད་པ་མེད། གྲང་མོ་འདོད་པ་མེད་བ་དེ་ང་ཚོ་དངོས་སུ་མཐོང་བསྡད་བ་དེ་རེད་ག་ཡིན་ཟེར་ན་ད་ལྟ་ཤུན་ཐུང་གཉིས་དེ་གྲང་མོ་སྟོང་ཕྲག་མང་པོ་ཡོད་བ་བདེན་ས་སང་གྲང་མོ་བླུད་འོང་རྒྱུ་མི་ར་བ།